ལུང་དོན་སྡེ་སྣོད་གསུམ་གྱི་འཆད་ཉན་དང་རྟོགས་པའི་བསྟན་པ་ལ་གསུམ་ཉམས་ལེན་དེ་མཁས་ཤིང་འགྲུབ་པའི་རྣམ་ཐར་སོགས་ང་ཚ་བསྟན་བ་ལ། རྡོག་རྡོག་ཆོས་པ་ཡིན་ན་རང་རང་སོ་སོ་ཁ་སྤ་གཅོག་གོ་ཟེར་ནའོ་ཞུས་བསྟན་བ་ལ། རང་རང་སོ་སོ་ཁ་སྤ་གཅོག་གོ་ཤ་སྤུ་ཀ་གཟུགས་ནི་ཐུག་ཟེར་ནའོ་ཞོག་སྙམ་པོ། དེ་ནས་འཇིག་རྟེན་ནི་ཁམས་འདི་ཡིན་ན་སངས་རྒྱས་གྲངས་མེད་པ་ཞིག་དང་ང་ལ། ཀ་པར་གྲངས་མེད་པ་ནི་སངས་རྒྱས་གྲངས་མེད་པ་ཞིག་སྤྱོད་ནོ་སངས་རྒྱས་བསམ་ཡུལ་མི་ཁྱབ་པ་ཞིག་སྤྱོད་ནོ། དེ་ནི་སོ་སོ་ཅང་མ་ཆོས་པ་སོ་སོ་རང་རང་སོ་སོ་དེ་ནི་གོ་རེ་ན་གོ་རེ་འདུག་ང་ལ་ཉུང་བ་ཞིག་དང་ལུས་བསྟན་ནོ།

དེ་ནི་རྟོགས་པའི་བསྟན་པ་དེ་ནི་བསླབ་པ་གསུམ་གྱི་ཉམས་ལེན་མཛད་དགོས་ས་ནོ། ས་ལ། ཏོ། ཁྱེད་རེ་དེ་ནི་ང་དང། ཇི་ལྟར་ནས་དེ་ནི་ང་དང་དུས་སུ་རྒྱུན་དུ་འབྱེད་དགོས་ཤ་དེ་ནང་ཀྱང། དེ་ནི་དུས་ཆེན་དེ་གཟུགས་ཐོབ། དུས་ཆེན་དེ་གཟུགས་ཀྱི་དེ་ནི་གལ་བརྒྱད་ལ་ཚེས་བརྒྱད་ལ། དེ་ནི་ང་དང། ད་རྒྱལ་བ་འདྲ་མི་འདྲ་ཡོད་ཀྱེ་རྒྱལ་བ་ལ་ཆེ་ཆུང་འདྲ་མི་འདྲ་ཡོད་ཀྱེ་ག་ལ་དེ་ནི་རྒྱལ་བ་ལ་ཆེ་ཆུང་མེད་ཀྱེ་ས་ཞེས་མེད་ཀྱེ་རྒྱལ་བ་ལ་ཆེ་ཆུང་ཡོད་ཀྱེ་སངས་རྒྱས་སུ་གང་ལ་སོང་བ་ཟད་དོ་ནོག།

ངས་ཁྱེད་རང་ཡོང་ཞིག་ཟེར་ཙམ་ཞིག་སྨོན་ལམ་སྟོང་ཕྲག་དང་བརྒྱ་ཕྲག་འབུམ་ཕྲག་དང་དུང་ཕྱུར་བཏོན་པ་ཡིན་ན་དེ་གསོལ་ཇག་ཁྱེར་ཁྱེད་རང་ཡོང་ཐུབ་པ་མ་གནང་བ་ལ། ད་གསོལ་རྗེས་ཁྱེད་རང་ཡོང་མ་ཐུབ་པ་ཡིན་ན། དེ་ནི་ཐར་པ་དང་ཐམས་ཅད་མཁྱེན་པ་ལ་སྨོན་ལམ་བརྒྱབ་ཚེ་ཡོང་བྱ་ཞིག་མེད་ནི་མེད་དེ་གནང་བ་ལ། ཡིན་ནོ་བྱ་ཞིག་སྨོན་ལམ་བརྒྱབ་ཚེ་ཁྱེད་རྣམས་མ་འོངས་ན་དེ་ནི་ཐར་པ་དང་ཐམས་ཅད་མཁྱེན་པ་ག་ནས་ཡོང་ད་ལ། ལྟོས་སོང་བ་ཟེར་ནས་གཙོ་བོ་སློབ་སྦྱོང་ལྕོག་པ་ཞེས་པ་ཁག་ཆེན་མོ་ནོག་ཟེར་རེད་དེ་ནི་དགའ་ལྡན་ངམ་ལྟོས་རྩིས་སྟངས་པོ། དེ་ནི་བལྟས་ན་སློབ་སྦྱོང་ཅོ་བྱེད་ས་ལ་ལྟོས་དེ་ནི་ང་དང་བྲལ་འགྲིག་བྱོས་སྟངས་ལྟོས་བྱེད།

ཁྱིམ་མི་བཞིས་བལྟས་པ་ཡིན་ན་ཡང་དེ་ནི་ང་དང་ལྡེ་མིག་མཐོང་རུང། དེ་ན་བཙོག་ཁ་དེ་ནི་སོ་སོ་ཡིན་པ་ཡིན་ན་སོ་ནམ་དཔག་ཏུ་མེད་པ་ཞིག་ཟག་བཅས་སོང་བ་ཟེར་ནི་དེ་ནི་ང་དང་རང་གཞན་ཚང་མ་ལ་སོ་ནམ་ཟག་བཅས་སོང་བ་ཟེར་ནི་ཡིན་གཅིག་མིན་གཅིག་དེ་ནི་ཆོས་མེད་བུན་ལ་ལས་འདྲེ་ཆོས་མེད་དེ་ནི་བུ་རོགས་བྱོས་ཟེར་དེ་ནི་རེ་བ་དོན་བྱས་ནི་ཉལ་ལེ་དེ་ནི་བྱོས་མ་བྱོས་ནི་སོ་སོ་ལག་པ་ནོག། སོང་ལེ། ད་དེ་ནི་ང་དང་ཁྱི་ནོར་ཞུ་མྱང་པོ་ཁྱོད་བརྒྱུད་གི་དེ་ནི་ཕྱག་སྤེལ་འཚམས་པོ་ནས་ཞུ་ཅན་ད་ག་ལེར་ངམ་ཆོད་དུ་ཚིས་དེ་ཡ་ལ། དེ་ནི་ང་དང་གཟའ་ཉི་མ་རྣམ་བཞིན་ཡིན་པ་ཡིན་ན་དེ་ནི་གཟའ་ཉི་མ་རིམ་གྱིས་བྱེད་ལ་དེ་ནི་ང་དང་དྲི་བ་དྲིས་ལན་ནི་དེ་ནི་ང་དང་མ་གཏོགས་ནི་སློབ་ཚན་མེད་དེ་ཡ་ལ་དེ་ནི་བཀའ་ཟུར་གྱིས་དེ་ནི་དྲི་བ་ཧབ་ད་ཅིས་ན་ཡོང་སྲིད་པ་ཡིན་ན་གཟའ་ཉི་མ་ལན་སྤུལ་ཅན་གཟའ་ཉི་མ་དེ་ནི་ང་དང་ཚོགས་གཙོ་ཁྱི་ནོར་ཞུས་པ་ན་ཚང་མ་མདའ་ལས་སྡུག་སྲིད་པ་ཟེར་ནས་དེ་ནི་ང་དང། འདལ་མཛད་ནས་དག་ཅིག་དམངས་ཚེ་ཨོ་ཕིས་དང་དེ་ཚོ་བྱ་དགོངས་དགོས་སྤེན་ཡིན་པ་ནི་ཆུ་ཁྲི་སོང་པ་ཟེར་ནས་དེ་ནི་ང་དང་དྲི་བ་སྤུལ་ཆོག་ཆོག་བྱེད་ནོག་པ་ཏོ་སོང་པ་ཟེར་ནས་དེ་ནི་ཕེ་ཆ་དང་མཐུན་པའི་དྲི་བ་ཙམ་ཞིག་ཡོད་ན་སྤུལ་དེ་ནི་མ་མཐུན་ན་ཡང་ད་ནི་སོ་སོ་ག་གཟུགས་ཀྱི་ཤེས་ཉིན་འགྲོ་བ་ཡོད་ན་དྲི་བ་སྤུལ་བ་ཡིན་ན། དེ་ནི་ད་རང་གཞན་ཚང་མ་ལ་ཕན་ཐོག་ཅན་གྱི་ཡིན་ཡོང་བྱ་ནོག་ག་ལ་ཏོ་དེ་བསམ་སེ་དེ་ནི་དྲི་བ་ནམ་ཞིག་ཡིན་པ་ཡིན་ན་དེ་ནི་གཟའ་ཉི་མ་དེ་ནི་དྲི་བ་དྲི་ལན་ནི་དེ་ནི་ང་དང་བཞག་ཡིན་ཟེར་ཞུ་བྱ་ཏོ་ཡིན་ཡ་ལེ། དེ་ནས་སྤྱོད་འཇུག་གི་ཚགས་པའི་མཚམས་བོར་ནས་འགྲེལ་བཤད་ཞུས་པ་ཡིན་ན། ཤོ་ལོ་ཀ་ཉི་ཤུ་རྩ་བཞི་པ། དེ་ནས་ཕྱག་སྤེལ་ཁོ་རང་གཟིགས་ས་ཚེ་དང། སེམས་ཅན་དེ་དག་ཉིད་ལ་ངོས་རང་གི་དོན་དུ་དེ་འདྲའི་སེམས་མི་ལམ་དུ་ཡང་མ་དམིགས་ན་གཞན་གྱི་དོན་དུ་ག་ལ་སྐྱེ་ཟེར་མ་ལྡེ་མིག་སྲུང་བ་མཛད་དོ་ལ། ལྡེམ་པས་ན་ལྡེ་མིག་སྲུང་བ་མཛད་འདུག་ག་ལ་དགའ་ཚུལ་རོགས་ཞུ་བ་སྙམ་པོ། དབྱེ་ན་མདོ་ལྡོག་ཆོས་སྟེ་བསྟན་པ་ཡིན་ན། བྱང་ཆུབ་ཀྱི་སེམས་གཟིགས་མཁན་པོ་རང་གི་དོན་དག་ལ་མི་ལམ་ན་ཡང་དེ་ནི་འཁོར་མང་ཉུང་བཤགས་ཞུས་དོ་ལ། ཉི་ཚེ་དེ་དང་དཀའ་ཚུལ་ཁོ་རེ་མྱི་ལམ་ན་ཡང་འཁོར་མང་ཉུང་བཤགས། དོ་དགའ་ཚུལ་རོགས་ཞུ་བ་སྙམ་པོ། དེ་ནས་བདག་ནི་ང་དང་བཞུགས། དེ་ནས་བྱང་ཆུབ་ཀྱི་སེམས་དཔའ་ལ་ཕ་ཡོན་བསམ་ཡིད་མི་ཁྱབ་པ་ཞིག་བཞུགས་ཨ་སྙམ་པོ་རྨོ་སེང་གིས་ཕ་ཡོན་བཞུགས། རྨོ་སེང་གིས་ཕ་ཡོན་པོ་བཞུགས་རྒྱལ་ལ། ལྟས་རྫོགས་སའི་རྨོ་སེང་པོ་དེ་ནི་སོ་སོའི་ཨ་ཕ་ལས་ཨ་མ་ལས་ཀུན་ལ་ཡང་དེ་ཚོ་སྐྱེལ་མ་མྱོང་ཤག། བདེན་པའི་རང་བཞུགས་ཏེ་ནོ་བ་ལ། དེ་ནི། དོ་དང་བོར་དང་དེ་ནི་ཉན་འབྲིང་པོ་ཀུན་ལ་སྐྱེལ་མ་མྱོང་ཤག་བཞུགས་ཏེ་ནོ་བ་ལ།

ད་དེ་རིང་ཅི་ཞིག་ཏུ་ནོག་ཟེར་བའི་སྙམ་པོ་གཡུག་དེ་ནི་རྨི་ལམ་ན་ཡང་སྐྱེས་མ་མྱོང་སྐྱག་ཟེར་ར་ལ་ལྟོས་དཀའ་ཟུག་ནོག་བཞུགས་སྙམ་པོ་སེམས་ཅན་དེ་དག་ཉིད་ལ་མངོན་བཞུགས་དུ་བ་ལ་སེམས་ཅན་ཐམས་ཅད་ལ་དམིགས་ཏེ་དེ་ནི་སྡུག་བསྔལ་སེལ་ཐབས་དང་སེམས་ཅན་ཐམས་ཅད་ལ་དམིགས་ཏེ་སངས་རྒྱས་སའི་འགོག་པང་ཐོབ་བྱ་ཅེས་བསམ་པ་པོ་ཁྱེད་རེ་རང་གི་དོན་དག་ལ་རང་གི་དོན་དག་ལ་ལྟོས་ཁྱེད་རེ་སྔར་མ་ནས་ཡང་ཟེར་ནོ་ལ་སྔོན་ལ་ཟེར་ནོ་རང་གི་དོན་དུ་འདི་རེ་སེམས། སེམས་ཅན་ཐམས་ཅད་ལ་སངས་རྒྱས་སུ་གོ་འཕང་ཐལ་ཆེ་སེམས་ཅན་ཐམས་ཅད་ལ་དེ་ནི་ང་དང་གདུང་བ་སེལ་བྱ་སོ། སྔོན་ལ་རང་གི་དོན་དག་ལ་དེ་རྫོགས་སའི་བསམ་པ་པོ་སྐྱེས་མ་མྱོང་སྐྱག་རྫས་རང་གི་དོན་དུ་དེ་འདྲའི་སེམས་བྱེད་དོ། རང་གི་དོན་དག་ལ་དེ་རྫོགས་སའི་སེམས་ག་རྫོགས་སའི་སེམས་ཅན་ཐམས་ཅད་གདུང་བ་ལ་སེལ་བྱེད་དང་སེམས་ཅན་ཐམས་ཅད་སངས་རྒྱས་སུ་གོ་འཕང་ཐལ་ཆེ་སེམས་པོ་དེ་ནི་སྐྱེས་མ་མྱོང་སྐྱག་བཞི་སྟོན་ནོ། རང་གི་དོན་དག་ལ་ག་ནས་གཞན་བ་ལ་དོ་དང། དེ་ནི་མི་ལམ་ན་ཡང་དེ་ནི་སེམས་ཅན་ཐམས་ཅད་སངས་རྒྱས་སུ་གོ་འཕང་ཐོབ་བྱེད་དང་སེམས་ཅན་ཐམས་ཅད་ལ་གདུང་བ་སེལ་བྱེད་བསམ་པ་པོ་མི་ལམ་ན་ཡང་འཁོར་མ་མྱོང་ཤག་ཟེར་མི་ལམ་དུ་ཡང་མ་དམིགས་ན་ཟེར་དེ་སོགས་སའི་སེམས་ཅན་ཐམས་ཅད་སངས་རྒྱས་སའི་ས་ང་དང་ཁྲི་དང་སེམས་ཅན་ཐམས་ཅད་དེ་ནི་ང་དང་གདུང་བ་སེལ་བྱེད་བསམ་པ་པོ་ང་དེ་མི་ལམ་ན་ཡང་མཐོང་ཟག་དེ་ནི་མཐོང་མ་མྱོང་ཤག་ཞུས་ཏེ་ནོ།

རྨི་ལམ་ན་ཡང་དེ་ནི་འཁོར་མ་ཐུབ་ཅན་གྱི་ཡིན་ནོ། དེ་རིང་དེ་ནི་ང་དང་བྱང་ཆུབ་ཀྱི་སེམས་ཟེར་མཁན་པོ་ཐོས་བྱ་ཡོད་མཁན་བསམ་བྱ་ཡོད་མཁན་དགེ་བའི་བཤེས་གཉེན་བསྟེན་བྱ་ཡོད་མཁན་པོ། དེ་ནི་མ་གོ་སྐབས་ཆེར་མེད་དུ་ཐོབ་ཟེར་ནོ། ཞུས་ཏེ་ནོངས་ཡལ་ལས།